ཕྱག་གི་ཀར་ཆེན་པོ་རེ་ནི་ཁྱི་ཕྱུགས་ཀྱི་ལུག་ཉུང་བྱེད་ཀྱི་ན་བཟའ་ནི། འདི་ཚོའི་སྐོར་དུ་ནི་དག་ཡེ་ཧ་ཟི་དག་ལག་ལེན་ལ་ཤེས་དགོས་འདི་དག་ལག་ལེན་ལ་ཤེས་ཀྱི་རུང་འདིའི་ཐོག་ནས་དག་ཧ་ར་ཕྱག་ག་ལ་བསམ་པར་རྣམ་དག་གི་སྒོ་ནས་ནི་དག་ཆུ་བཤད་དགོས་འདི་དག་དེ་ཁར་སང་གི་སྙིང་ངེ་བཤད་དག་ཡིན་ན་ཉུང་ཉུང་བཤད་དགོས་འདི་སྐར་མ་ཉི་ཤེར་བས་ཡང་ན་ཡོད་ཉན་ནི་མ་རེད་དག་སྐར་མ་ཉི་ཤེར་བས་དག་ཁང་སང་དེ་རང་གི་དག་ད་འཛམ་བུ་གླིང་གི་ཐོག་ནས་ཏི་ཟེར་བཟོས་དང་སེམས་ཁམས་རིག་པ་གི་ཐོག་ནས་བཤད་དེ་ཁྱད་པར་དུ་ལུང་རྙོང་གཟུགས་དེ་ཡིན་ན་སྐྱ་གཅིག་གི་རིག་པ་སྒྲིམ་མེད་དུ་ཉན་ན་སྐར་མ་ཉི་ཤེར་བས་ཧ་ན་ཏི་གི་གཅིག་རིག་པ་སྒྲིམ་ཐུབ་ནི་མ་རེད་ཟེར་བ་འདྲའི་དེང་དྲུག་དེ་ཧ་ར་ཏི་ད་མི་གཅིག་གིས་ཆོས་གྲུབ་བྱ་ཤེས་ཀྱི་ཕྱི་སོག་གཉིས་འདྲ་རེད་བཤད་སྟངས་འདི་ལྟར་ང་ཁྱེད་རྣམ་པ་ཐམས་ཅད་པོ་ཅང་ཆོས་གྲུབ་ཉན་ལོ་པ་དེ་མོ་ཏག་ཏག་ཡིན་ནི་རེད་ནི་མི་ཉན་རྒྱུ་སེམས་གི་ད་ཉན་རྒྱུ་ག་ལ་ད་ལུས་པོ་བས་རོགས་ནི་མ་རེད་ཏི་གི་དེ་མོ་ཡིན་ནི་རེད་ད་ནི་ཏི་གི་ད།

ད་གར་སང་དེ་རང་དག་འདི་མོ་ཟིག་ཡིན་ཅེས་བལྟས་ཀྱང་དག་མི་ཆུག་ལ་མིག་ཤོད་ཤོད་དེ་གར་སང་དེ་རང་ང་ཅག་དགྲ་བཅོམ་པ་ཟིག་ཕར་ཆས་ལ་ས་དང་མོ་ཟིག་ལ་རེ་བོ་ཅིག་དུ་ཟིག་ཉན་གྱི་མ་རེད་ད་ནི་དག་ད་རང་རང་རང་རང་གི་ནི་ཅིག་ཆི་ཟིག་གི་ཕ་མཐོ་བོ་ན་ད་ནི་དུ་ལྗང་པོ་ཅུང་ཟད་དེ་བཤད་ཀྱི་བ་ན་དག་ཤི་ཡང་མིན་ན་དེང་དྲུག་དཔེར་ན་ནི་དག་རང་གི་རོགས་པ་ད་ནི་དག་རང་གི་ཁྱིམ་ཚང་ད་དེ་མོ་ལ་དག་ད་རེས་དག་ད་ཕ་འདི་མོ་འདི་མོ་དག་ཐོག་བ་གི་དག་རེ་ཨ་དེ་མོ་བསྐོར་ནས་དག་ཅིག་ཉམས་མྱོང་བཤད་ཀྱི་བ་ན་དག་དུ།

རིགས་པའི་སྒྲིབ་ཀྱི་ལྕི་བ་མ་བུ་ནས་བཟུང་སྟེ། གཉན་གོ་ནི་མར་དད་དེ་རིགས་ཁྱེར་བས་དཔེར་ན་སྐར་མ་ཉི་ཤུ་ཙམ་རེ་གི་སྣང་ལ་དག་བྱོས་འཇིགས་བྱེད་ན་འདྲ། སྐར་མ་ཉི་ཤུ་འདྲ་ཟིག་གི་སྣང་ལ་དེ་ལས་གཞན་པའི་མདོར་བསྡུས་རེ་དག་བྱེད་ན་འདྲ། གང་ཡིན་ན་ཉུང་ཉུང་རེ་དེ་རིགས་དག་དག་དྲ་ཐོག་ནས་དག་བྱོས་དེ་འདྲུ་དག་བྱེད་དེ་ཁྱེར་འོང་ལྟ་ན། དེའི་སྣང་ལ་ནི་དཔེར་ན་ནི་དག་ཅིག་ཁྲིམས་དང་དགའ་རབ་རྫས་ནི་འདྲ་ར་དག་ཡང་ཆར་ཆུ་དག་ནི་དག་ཅིག་དག་གར་ཚང་དེ་རང་དེ་བྱེད་མི་ཉན་གྱི།

དེ་རིང་ཡིན་ན་ཧ་ལས་པ་འོག་ཏུ་ཕན་ཐོགས་ཡོད་ན་རོ་འོག་ཏུ་དྲ་བའི་ཐོག་ནས་དེ་རིགས་དུ་བཤད་ནས་ན་དང་མི་ཞིག་གིས་དྲ་བ་འདི་དུ་ཡིན་གཅིག་མིན་གཅིག་དུ་འདི་ཐོག་ནས་ན་དུ་ད་རེས་ས་ཟིག་ཟིན་དགོས་ནི་རེད་དུ་གནའ་དཔེར་ན་ན་དུ་གནའ་མི་ན་ནམ་ཡིན་ན་དེ་རེས་ད་ན་དམག་ཚོ་དུ་དུ་བུད་ན་ཡིན་ན་ཅིག་ས་གང་བྱམས་པོ་བཟང་ན་ད་ན་དུ་བྱམས་པོ་ཟིན་ཆོག་ནི་ཙང་ཁེ་འགྱོ་རེད་ན་དུ། ས་མ་ཟི་མི་ཁྱེར་འོང་དང་ནི་ཡུལ་ན་རྒན་ཨ་གུ་ཡུ་གུ་ཡུ་དའོ་དུས་དུ་མུ་གུ་ལ་ཁ་གི་ཞབས་གུ་ཡར་རྒྱུག་ཁ་ཡི་དུས་དེ། ལ་ཅུང་ཁ་ཁ་ཅང་གོན་མ་རག་གདོང་མ་དག་ཧབ་ཆ་གབ་འདྲི་ཡག་ན་དེ་རིགས་ཐམས་ཅད་པོ་དེ་རིགས་མེད་ཀྱི་ཁོག་མ་རག་སར་དུང་ག། དུ་འདྲ་བོ་རེད་དུ་དུས་ཕྱིར་ན་ནི་དུ་དྲ་བའི་ཐོག་གི་ས་དུ་བཞིན་གཅིག་མིན་གཅིག་ཟིན་གོ་བོ་ནི་ཟིན་ཟིན་དྲ་བ་ཟིག་གི་དུ་ཆུ་ཟིག་རེ་རྫི་འདུག་ན་དུ། ཁ་ཚོང་དེ་རང་འདེབས་དོག་ཟིག་ཅང་འོན་མ་རྟག་སི་ཁུར་གི་དུ་ཟིན་ན་དུ་དུ་ཆུ་སི་ཁུར་གི་དུ་བ་ན་དུ་ཅང་པོ་གི་འོད་ཤུ་ཡིག་གི་ཐུན་མོང་གི་ནི་འོད་ཤུ་ཡིག་གི་ཅང་ཙི་གི་ནི་རེད་དུ།

བྱ་རྒྱུ་དང་ཁྱད་པར་དུ་བུད་མེད་ལ་ཁ་ཕྱོགས་ཀྱི་ཁྱེད་རང་ལྟ་ན་དང་བྱ་རྒྱུ་དེ་དང་མཉམ་དུ་དུས་འགྲོ་དང་དཔེར་ན་ང་ཞིག་གིས་བོད་གངས་ཅན་གྱི་ད་རུང་ཨ་ཙི་ཨ་ཙི་དང་གཅིག་དང་འབྱུང་གི་མེད་ནུས་ན་དང་དཔེ་བཞག་ནས་ན་ན་དང་འཕྲོད་བསྟེན་གྱི་སྐོར་དང་གཙང་སྦྲ་གི་སྐོར་དང་ཁོར་ཡུག་སྲུང་སྐྱོབ་ཀྱི་སྐོར་དང་ནི་དེའི་འཕྲོད་བསྟེན་གཅིག་དང་བསམ་པ་གི་ཐོག་ནས་ན་ད་ནི་བསམ་པ་འདྲ་དང་མི་འདྲ་དང་འདི་མོ་འཇིག་རྟེན་གྱི་ནི་དང། ད་ལྟའི་སྐུ་བཤུས་ཀྱི་ཐོག་ནས་ཡིན་ན་དེ་ཚོ་ཡིན་ན་ཡང་དག་བཤད་དེ་དང་མཉམ་པའི་དམ་པའི་ཆོས་ཡང་བཤད་གཉིས་ཀ་ཡིན་ནི་ཡིན་ན་ནི་ཧ་ལས་པ་གི་དག་ཕན་ཐོགས་འབྲས་ཀྱང་དཀར་འགྱུར་འདུག་དགོས་ནི་མ་རེད་དག་དེའི་ཐོག་ནས་དག་ཕན་ཐོགས་ཆེན་པོ་ཡོང་རྒྱུ་ནི་རེད་ནི། དེ་ཕྱིར་ན་དག་གྲྭ་བའི་ཐོག་དེའི་དག་དུས་རིག་གཟབ་གཟབ་དགོས་འབྲས་དག་དེ་འདི་གཡེར་སྐྱེས་ནི་གཡེར་ས་གི་དག་སོང་ནི་ད་ན་མ་ན་རེ་ཡང་དེའི་ཐོག་ན་རྩ་གཙོ་བ་ཡང་དག་འདྲ་མི་འདྲ་ཡོད་ནི་རེད་དག་ད་རེས་ད་འདོད་ཆགས་སྐྱེས་ཀྱི་ཞེ་སྡང་སྐྱེས་ཀྱི་གཏི་མུག་སྐྱེས་ཀྱི་ཡང་ལོག་ལྟ་སྐྱེས་ཀྱི་དེ་མོད་ཡང་དུ་ཆ་ག་ཅི་ག་མིན་ན་རང་སྣང་ཡང་ཡེ་ཤེས་དག་དོན་དག་ཅི་ག་མེད་ནས་དེ་མེད་མང་པའི་ད་ད་ཅམ་པོ་རང་གི་དག་ཟབ་ཟབ་དགོངས་འགྲེལ་ནི་མི་དག་ན་ནི་དག་བར་དུ་ནི་དག་མདོར་ན། བྱ་བ་གང་ཅམ་པོ་ཡིན་ན་ད་ནི་དག་ཐམས་ཅད་པོ་ལག་པའི་ཆ་དག་དག་མ་གཏོགས་གཉིས་པ་མེད་གཉིས་པ་གཅིག་ཀྱང་མེད་ཚ་ཟིག་ཅིག་ཡོད་ག་ཉན་ནི་མ་རེད་དོ་དཔེར་ན་ང་གཅིག་གིས་བླ་རུང་སྒར་ལྟ་བུ་ཟིག་དེ་ན་ད་ནི་དག་འདི་ཆུ་དག་ད་རིགས་དེ་དག་ཉམས་ལེན་ཉེ་ཚ་ད་ནི་དག་ཆུ་གུ་ཤོག་གུ་ནི་དག།

རིན་མེད་རྣམས་ལ་དང་ལམ་སྟོན་དུ་ཡིན་ན་དུ་ལྕགས་ཀྱི་གི་གར་བཟང་དེ་ཡང་དུས་སུ་བབས་པའི་སྒོ་ནི་ཨ་ཙི་ཟིག་རེད་ཁྱད་པར་དུ་མི་ཞིག་གི་བོད་ལ་དུ་སྒོ་ནི་གཏི་མུག་ཟིག་རེད་དུ། དུ་དུས་ཆད་ཀྱི་ཐོག་ནས་ནི་དུ་ད་ཡང་མྱི་འདྲ་མི་འདྲ་མོ་ངོ་ལ་འདྲེག་ལ་འཛུགས་ས་བརླག་མི་བརླག་དེ་ཡང་བ་འདི་ལ་ལ་དུ་གཏི་མུག་ཡིན་ནི་ཡག་གི་དུ་དུ་ཞིག་གི་ཡིར་དུས་ཡིར་དུས་དྲ་གསུམ་ཆད་ཀྱི་ན་སོང་ཀྱང་ཡ་དུས་ནའང་རྩིས་མ་དུས་ནའང་རྩིས་དུ་མྱི་མོ་ངོ་འདྲེ་ར་ཡེ་ས་བརླག་དེ་དུ་ཞག་ག་གཅིག་དུ་ད་རེ་ཧ་རམ། དེ་གི་གྲོགས་སྒྲིག་ས་ལགས་ཏེ་གནོན་ས་ལགས་ཏེ་དེ་གི་ད་རིང་ཁྲིམས་ཁྲིམས་དུ་ཆ་ག་གནོན་ས་ལགས་ཏེ་དེ་མོ་ཡི་ཅིག་འབྲེལ་མེད་གི་རྣ་ལོང་ཡེ་ནས་ཡོག་གི་ནི་དེ་མོ་མིག་ནས་ཁྱེར་འོང་བའི་ལྷག་བསམ་རྣམ་དག་གི་ཐོག་ནས་རང་གི་ཐུགས་གསུམ་ལ་མག་ནོ་ཅི་ཟིག་ཁྱེར་འོང་ད་རང་གི་དཔེར་ན་ནི་དེ་གི་དཔེ་ལྟས་ཟིག་ག་ཅིག་ཡིས་དེ་འཕྲུལ་དེ་དཔེར་ན་ང་ཅིག་གི་ཆུ་གྲིབ་ཤ་ཅིག་ག་མ་འདྲ་བོ་ཡིས་ཁྱེར་འོང་ད་ནི་ཉིན་ཚིག་ག་ཡིན་ན་དེ་གི་དུས་ཚོད་ཅིག་གི་ཐོག་ག་ནི་དེ་དེ་མོ་གི་དུས་ཚོད་ཐུང་ཐུང་དེ་མོ་ཟིག་ཏུ་ཡོད་ཅག་ནི་ཡིན་ནི་ཡིན་ན་དཔེར་ན་དེ་གི་ད་ཁྱེད་རྣམ་པ་མང་ཆེ་བ་དཔེར་ན་གར་ལྟ་བུ་དེ་མོ་གི་འདུག་ལྟ་འབོ་གི་དེ་མོ་མྱི་ཟིག་ཡིན་དུས་དེ

ཕན་ཐོགས་ཡོད་རྒྱུ་དུ་མ་འོངས་པ་ནང་ཞིག་གི་དུ་ཁ་ཕྱོགས་གཟིགས་རེད་དུ་ཡིན་གཅིག་མི་འཇུག་དུས་ཐོག་འགྱུར་དགོས་འདྲི་དུས་ཐོག་སོང་ནི་ཡིན་ན་དོན་དག་མང་འོ་དུས་མོ་རེད་ནི་དུ་དེ་དེ་ཡིན་ན་ནི་དུ་དེ་ཐོག་ཆོས་པ་ཆེ་གི་ཡིན་ན་ནི་དུ་ལོ་མྱོང་ཚུལ་ནི་དུ་བྲལ་བ་འདི་ཧ་བེད་ཤོད་ཀྱི་དང་ནི་དེ་དེ་ཡང་དག་པའི་ཕྱོགས་ལ་དུ་བེད་ཤོད་ཡེད་ཀྱི་དུ་དེ་དུས་ནང་ནི་དུ་ལྡོག་ཕྱོགས་གི་དུ་ཅིག་ས་ག་གསོ་བ་དང་ནི་དུས་མོ་ཆ་ག་ལ་རང་རང་གི་དུ་གཟབ་གཟབ་ཡིད་ཁྱེར་འོང་དང་ནི་དུ་རིགས་ཡིན་ན།

འགྱུར་ཐབས་དག་ནི་དག་གི་དག་ཏུ་སུ་ནང་འགྱུར་མི་ཐུབ་ཀི་དག་དག་ཏུ་སུ་མར་སྒུག་དག་བཙོན་ཁང་དག་སློབ་གྲྭ་མར་སྒུག་དག་ང་ཞིག་གི་མང་ཚོགས་ནང་འགྱུར་དགོས་ན་ཅུང་ཟད་དུ་དཀའ་མོ་དཀའ་མོ་བོ་དག་གི་ལོག་འགོ་གི་ནང་ངས་ཁར་སང་ངམ་ཤར་ནས་ཆོས་ལུགས་འདིའི་ཐོག་ལ་ནི་དག་གཏམ་དགོས་གཏམ་པོ་བོ་ལོག་འགོ་ནི་རེད་དག་གི་དག་ལོ་དཔེར་ན་སྐམ་རྗེ་རང་སྐྱོང་ཁ་ར་མགོ་ཁྲག་གསར་བ་བཞི་དག་ཐོན་དག་དག་གི་དུས། ཁོས་དེ་ག་ད་རེས་དེ་རྒྱ་ནག་ནས་ཡར་ཡོང་ནི་ཟེར་རེད་འདས་མ་ཡོང་གོང་དེ་ཁོས་དགོན་པ་སྟོང་ཕྲག་གཅིག་དང་སུམ་བརྒྱ་ཞིག་ཡར་བཟོས་དེ་རེད། དགོན་པ་བརྫིས་ན་ད་དགོན་པ་ངོ་མ་ད་དེ་མུ་བཞི་ཡོད་མ་ད་ནི་ལ་ལ་དགོན་པ་ལ་ལ་ད་དེ་ལྷ་ཁང་རྡོག་མ་ཆུང་ཆུང་ཅིག་ད་རེས་དེ་བཞེངས་པ་ཆེ་གེ་གྲོང་མཐའ་ན་དེ་ལྷ་ཁང་རེ་ལེའོ་ན་དེ་དགོན་པ་རེ་རྩི་འོ་ནི་སྟོང་ཕྲག་གཅིག་དང་སུམ་བརྒྱ་ཞིག་ཡར་བཟོས་འགྲོ་གོ། དེ་བོད་གི་ནི་མ་རེད་རྒྱ་གི་རེད་དེ་ག་དེ་དེ་རེས་ཁྱེར་འོང་ད་ནི་ཁ་བཙང་དེ་རང་ཞིག་གི་ཡོག་གི་ད་ཚོད་ད་དེ་མུ་ཟི་རེད་ནི་དེ་ན་ནི་དེ་དེའི་ད་ཚོད་ན་ནི་དེ་ག་ད་རེས་དེ་ག་དེ་རེས་ངོ་མས་འདྲ་ཡིན་འོང་ནི་ན་ནི་ཡང་ཅིག་དེ་ག། འདི་སུ་དག་གྲྭ་བ་ནི་འདི་སུ་དག་བེ་ཤུས་ཉང་ཡང་ཡེ་ཧ་ཡིན་ནི་ར་དག་དག་གྲྭ་ཐོག་ནས་ཡོང་མི་ཆོག་ཟེ་འོ་ནི་རེ་དག་གར་ཚང་དེ་རང་གྲྭ་བའི་ཐོག་ན་དག་ནི་དག་ཟེ་འོ་འདྲེ་དག་མདོར་ན་དག་ནང་ན་བཞག་ན་ཡིག་ཆ་དག་རེ་དེ་རྒྱལ་ཁབ་ཀི་དག་རྩ་འདི་རྩ་ཁྲིམས་གཙོ་ཅང་མ་རེ་དག་ནི་དག་དག་དེ་ཚེ་ཁྲི་གཅིག་ནང་ན་དག་གྲྭ་ཐོག་ནས་ཅིག་དགོ་འོ་ཟེ་འོ་དག་དག་ནི་དག་ཡིན་ན་དག་རང་ཅང་དག་ཅག་ཅི་ཚིག་དག་ཅིག་བལྟས་ཅིག། དེ་བས་འདི་ཡིན་བསྟན་བཞེས་ཁྱེད་རང་ལག་ལེན་གྱི་ཐོག་ན་སྤྱང་ལོ་མ་ཐག་ཡིན་ན་ད་ནི་ད་ཡིན་ན་དེ་གྲྭ་བའི་ཚོམས་ཆུང་ཆུང་བྱ་སྐབས་ཉེར་སྒེར་གྱི་ནི་དེ་བས་དཔེར་ན་ནི་ཅིག་འཕྲིན་ཕྲན་གྱི་དེ་བས་ཚོམས་རེ་གི་ནང་ན་ད་ཅིག་མྱོས་བཟི་རེ་བ་ནི་དེ་མོ་དེ་བསྐོར་བ་བལྟས་ཀྱང་ཨ་ཅག་ཚེ་དྲག་གི་བ་ནི་རེད་དེ་བས་ད་གྲྭ་བ་ཡིན་ན་དྲ་ཚིགས་ཆེ་བོ་དང་ཤུགས་རྐྱེན་ཆེ་བོ་ཅན་དེ་མོ་མ་གཏོགས་པ་དེ་རང་གི་སྒེར་གྱི་ཆུང་ཆུང་བྱ་དགའ་དང་དྲག་ནི་རེད་དེའི་ནང་ནས་དེ་བས་སྐད་ཆ་དེ་བས་ཅིག་འདྲ་མི་འདྲ་དེ་བས་དེ་བཤད་མི་ཉན་གྱི་བྱ་དགའ་མ་བྱས་ནས་བཟུང་སྟེ་དྲག་འགྲིག།

དེ་ལྟས་མོ་རེད་ནི་མི་དག་དར་རྡོ་འདྲ་ཟིག་དེ་ན་ཁར་སྐད་གང་གི་བཞག་ན་རྣམ་པའི་དེ་མ་རབ་སྒྲིབ་ལྟར་ན་རྣམ་པའི་གང་ཐོག་སོང་ན་དེ་བསམ་གི་ཐོག་གི་མདུང་དེ་ཀྱི་མ་གཏོགས་པ་དེ་བས་ཅིག་ཅི་བ་ཟིག་དུ་གད་ཁ་ཟིག་གི་ཡིན་ན་ད་ནི་རྣམ་པའི་ཅི་གང་ཐོག་སོང་དུས་དེ་མར་ལྷོང་དོ་ནི་མ་དེ་བསམ་གི་མདུག་མདུག་ཀྱི་མ་གཏོགས་ཧ་ར་འགྱོ་གྱོ་མར་སིར་འགྱོ་གྱོ་མ་རླུང་ད་ཆེ་འདྲ་ཟིག་ཡིན་ན་དེ་མ་ཐར་ན་ཧ་དེ་དེ་བ་དེས་མ་ཐར་ན་སི་ཟིར་གི་དེ་མོ་ཟི་རེད་ནམ།

གྲ་བསྒྲིགས་ཡི་ག་བཞི་གི་དུས་ཐོག་ཨ་རི་ཆོས་གྲུབ་བཤད་སྟོན་གྱི་དུས་མིར་དགོས་ཀྱི་ཡི་ག་བཤད་ཅིག་ནང་དད་གི་ཡི་ག་ཡོང་ནི་རེད་དག་རང་གི་ཅིག་རྣམ་པའི་དག་གཏི་མུག་ཐམས་ཅད་པོ་ཡར་ལེན་མར་ལེན་མུས་པ་མེད་ནི་ཟིག་དེ་ཡིན་ན་དེ་རིགས་དག་རང་གི་བྱ་གཅིག་ཅིག་པོ་དུ་མ་རྟོགས་པ་གཞན་པ་ཅང་འགན་མ་ཁུར་ན། དེས་ཆོག་ག་དག་གཏི་མུག་ཐམས་ཐབས་ཤེས་སྣ་མང་སྣ་ཚོགས་པ་ལ་བརྟེན་ནས་ཁྱེད་རང་དང་ནི་དག་འགྱུར་དགོས་འདྲའི་གྲ་བའི་ཚོགས་ཟེར་གྱི་བ་སོང་ཚར་དེ་འཛམ་བུ་གླང་སོང་ཚར་ནི་རེད་དད་ཅིག་ཅིག་ཟིག་དུ་དག་དེ་རང་མདོར་ན། ངར་ཅིག་གིས་གང་ཞིག་གི་དག་ཅིག་བྱབ་ཅག་ནའི་ན་ད་ནི་དག་ཏི་འཛམ་བུ་གླང་དག་སོང་ཚར་དྲི་འཛམ་བུ་གླང་སོང་ཚར་དུས་དེ་འདི་ན་བོད་ཀི་དག་རྟ་ནི་ཡོད་ནི་རེད་ཡང་མི་རིགས་གཞན་པའི་ནང་ན་བོད་སྐད་བཞེངས་མཁན་རང་ད་ནི་འདི་སུ་སྐོར་ལ་དོ་སྣང་གོ་ནི་མང་ནི་རེད་དག་ཡང་གཙུག་གུ་ན་ནང་དག་བིད་འགྱོ་འདྲི་དག་དེ་དེ་མི་ཡིན་དུས་དུ་སུ་དག་ད་རེད་དེ་ཡ་ཧ་ཡིན་ནི་རེད་ནི་དག་རྣམ་པ་ཐམས་ཅད་མུ་ནི་དུ་སུ་ཐོག་ལ་ཡང་ནི་དག་དེ་ཁ་ཕྱོགས་ཟིག་རེད་དེ།